རྒྱ་གར་ལྷོ་ཕྱོགས་བལ་གོ་བའི་སེར་བྱེས་གྲྭ་ཚང་དགེ་རྒན་བྱམས་པ་སེང་ལགས་སོགས་དབུས་རིག་གསར་ཕུན་ཚོགས་ནས་གཞིས་ཆགས་ཀྱི་དགོན་སྡེ་ཁག་གཅིག་ནས་རེ་སྐུལ་ཞུས་པ་དང་ཉེ་ཆར་ཁོང་ནས་ས་གནས་དེའི་དགོན་སྡེ་ཁག་གཅིག་གི་དགེ་འདུན་པ་རྣམས་ལ་བོད་ཀྱི་བརྡ་སྤྲོད་རིག་གནས་སོགས་ཀྱི་སློབ་ཁྲིད་གནང་གྲུབ་མཚམས་སུ། རྒན་བྱམས་པ་སེང་ལགས་དང་དུས་འདུལ་རབ་བརྟན་ལས་འགུལ་བའི་བླ་མ་བསོད་ནམས་བཀྲ་ཤིས་ལགས་དང་སྐྱེ་རྒྱུད་དང་བཅས་པ་ཁོང་རྣམ་པ་ཨོ་རི་ས་མངའ་སྡེའི་གྲོང་ཁྱེར་འབུམ་ཉི་ཤོ་ནས་མི་རིང་བར་ནང་པའི་གནས་ས་ཁག་ཏུ་གནས་མཇལ་ལ་ཕེབས་ཡོད་པ་ལས་ཐོག་མར་བུམ་ནི་ཤོར་ནས་གྱང་རྩེག་གི་ཀླུ་མེ་ཏྲ་སུམ་ཅུ་མོ་ཏྲ་འགྲུལ་བཞུད་གནང་ཞིང། དེ་རྗེས་བྲིས་རྩེ་སྐལ་བཟང་ཉིས་བརྒྱ་ཡོད་པའི་བྲག་ཕུག་ཏུ་ཕེབས་འབྱོར་བྱུང་བའི་གནས། སློབ་དཔོན་མཆོག་གི་བླང་བོའི་མཚན་མ་ཀུན་འདུས་བརྩོན་པའི་བྲག་ཕུག། Arahat Bodhisattva། ཞེས་པའི་ས་གནས་སུ་གནས་མཇལ་ཕེབས་ཡོད་པ་རེད་འདུག། ང་ཚོ་ནང་པ་སོང་རྗེས་པིར་ག་ལོ་གཉིས་བྱས་དེ་ཡག་གི་གཞོན་སྐྱེས་སྐབས་ཕེབས་ལྔ་ཡོད་ཀྱི་ནང་ཚན། ཚད་མ་རིག་པའི་རིག་གཞུང་ད་ཚད་མ་རིག་པའི་གཞུང་དེ་སངས་རྒྱས་ཀྱི་བསྟན་པའི་ལྕགས་རོ་བཟུང་དགོས་བ་རེད་དེ་དེ་དེའི་ནང་ལ་ཚད་མ་རིག་པའི་རིག་གཞུང་གལ་ཆེན་པོ་ཚད་མ་ཀིརྟི་གཙང་སར་གྱི་སློབ་དཔོན་ཤུགས་ཀྱི་བློན་པོ་གིས་གཙང་སར་གྱི་ད་གནས་གཙགས་ཆེན་པོ་རྒྱ་གར་སྐད་ལ་ཡིན་པ་ན་ཨ་ཧ་ར་བོ་དྷི་སི་སེད་ལགས་ཀྱི་འདུག་དེའི་ས་ཆ་དེ་ལ་དེ་ནས་སློབ་དཔོན་ཁོང་རང་གི་དགོངས་སྤྲོ་པ་ཉོ་ལེན་མཛད་ས་གི་སྒྲུབ་ཕུག་ཆེ་སློབ་དཔོན་གྱི་ད་ཀིརྟི་སོགས་ས་ཟེར་ན་མ་འདུག་ད་བྱེད་ས་མ་བྱེད་ན་སློབ་དཔོན་གྱི་སྐུ་གཟུགས་བཀྲུ་ས་གཟུགས་པོ་བཀྲུ་ས། དེ་བྱས་དེ་ནས་གློ་བའི་གི། ཚེར་མ་ཀིརྟི་གཙོ་འདི་ཀ་ལ་ཕྱི་རོལ་མུ་སྟེགས་བོད་ཀྱི་ཐོག་ལ་བརྩེགས་པ་ལས་དེ་ནས་མང་པོ་གསུངས་རྒྱུ་བ་རོ། དེ་ཚོ་གི་ཚེར་མ་ཀྱི་བརྩེགས་པ་བརྩེགས་ས་གི་དེ་ནས་གནས། ཕྱི་ར་གཟུགས་དང་འདྲ་བ། དེ་ནས་དེ་ཚོ་ཕྱི་ར་དེ་ཡང་ཅི། རྡོ་གི་བ་ཀོ་ར་བྱས་ནས་ཡོད་པ་ཅི་རྡོ་དེ་ཚོ་གི་ཡང་ཕྲ་བ་ཕྲ་ཤེས་དུ་བྱས་པ་དེ་འདྲ་ཡི་འཇིགས་བྱེད་ཡོད་པ་དེ་འདྲ་ཅི་རེད་ཟེར་དུས། ད་ལྟའི་ཉེ་འཁོར་ལ་ཆེ་མཐོང་གི་གནས་མང་པོ་ཡོད་ས་རེད། ང་ཚོ་སླེ་ཡ་སྐྱིད་ལ་ཨ་ནི་གྲུ་ཐོ་རྒྱལ་སྤྱི་གི་གནས་ཟེར་ནས་ད་ནས་བྱས་འདུག་དེས་ན་གྲུ་ཐོ་རྒྱལ་སྤྱི་གི་ནང་ལུགས་ལ་དགོངས་སྤྲོ་བ་རྒྱབ་ནས་བཞུད་ས་གི་གྲོགས་པོའི་ཆུ་ཆུ་ཆུ་ཆུ་ཡ་བ་བྱེད་གྲོགས་པོའི་དེ་དག་ནང་ལ་ཡོད་ན་སངས་རྒྱས་ཀྱི་སྐུ་འདྲ་མང་པོ་ཡོད་པ་བྱེད་ཨ་ནི་སྒྲོལ་མ་ཉིན་གཅིག་གི་ཀུན་གྱི་རྒྱུ་ལ་སོགས་པ་འོ་དེ་འདྲའི་དུས། བོད་མི་ཤོག་རྒྱལ་ས་ནས་གྱང་ཚད་ཀི་ལོ་མི་ཏྲར་བདུན་ཅུ་སར་གནས་པའི་དོག་ལ་ཀི་རི་དང་ཨུ་ཏེ་ཀི་རི། དྲ་གནས་བརྒལ་རིས་དང་ལག་ལེན་བརྒལ་རིས་བཅས། ས་གནས་ཁག་ནས་ཐ་སྙད་སྒྲིག་འཛུགས་ཀྱི་ས་ཁུལ་ཞིག་ཡིན་ཅིང། དོ་ལ་བརྒལ་རིས་ནས་ཆོས་རྒྱལ་མྱ་ངན་མེད་དམ་རྒྱལ་པོ་ཨ་ཤོ་ཀ་ཐོག་མར་བློན་ཁ་ནང་ཆོས་ལ་བརྒྱུད་པའི། དད་ལྡན་ཆོས་ལྡན་ཞིག་བཞེངས་ཡོད་པ་དང་དུས་ཕྱིས་ཉི་ཧོང་བླ་མ་ཞིག་ནས་ཉམས་གསོ་མཛད་པ་དང་གནས་དེའི་རྒྱལ་པོའི་མི་མང་ལ་ནང་ཆོས་ཀྱི་བཅའ་ཁྲིམས་ལྟ་བ་དེར་རྡོ་བརྐོས་བརྒྱབ་ཡོད་ཅིང། དེ་བཞིན་ཡང་ཨུ་ཏེ་དགེ་སྤྲུལ་རུ་རྒྱལ་པོ་ཨ་ཤོ་ཀས་རང་གི་ཨ་མའི་ཆེད་ཆོས་ལྡན་དག་གཙུག་ལག་ཁང་ཞེས་པའི་གནས་དེར་ཕེབས་ཡོད་པ་དང་གཞན་ཡང་དེའི་ཉེ་འགྲམ་རང་སྣེ་དགེ་ཕྲུག་རུ་པའི་ནང་ལོན་གྲྭའི་སྙིང་པོ་འཁྲབ་པའི་ནང་པའི་གཙུག་ལག་ཁང་ཆེན་མོ་གསར་བཞེངས་གནང་ཡོད་པ་དེ་གནས་མཇལ་ཕེབས་ཡོད་པ་རེད་འདུག། ར་ན་གུ་རིའི་གནས་འདི། ལོ་པའི་ཆུ་སྐྱོར་བློན་པོའི་དགེ་ཕྲུག་ཟེར་ན་མི་འདུག་ཨ་ནི་སྦྱིན་མཛད་པ་ཚད་མ་རང་ལོ་གཞུང་སྐད་དུ་སོགས་ཀྱི་ནང་བསྟན་ཆོས་ལུགས་གཞུང་ས་ཀྱི་རྒན་པ་ཆེན་པོ་གཅིག་ཡིན་ཟེར་ན་མི་འདུག་དེ་ནི་ཡིན། སློབ་གྲྭ་མཐོ་སློབ་ཆེན་པོ་གཅིག་ངས་མ་ཞུ་མྱོང་ས་རེད། ད་དེའི་ནང་ལོགས་ལ་ཨ་ནི་དཔལ་འབྲུག་དང་ཁྱད་པར་དཔའ་དང་མེད་པ་དེ་འདྲ་ཞུ་ཡོང་ས་རེད། ད་ཁྱད་པར་དུ་སོ་གཅིག་རྒྱ་གར་ཡིན་མ་མ་ཡིན་པ། ནོར་བྷེལ་ཆེད་དེ་ཉིད་ཡོང་ཁེལ་གི་འཛུགས་ལུས་ཚགས་ཤོག་མང་པོ་བྱས་ནས་གྲུ་གཟིངས་ནང་ལ་ཆེད་གླེང་ཡོད་གི་ལོ་རྒྱུས་དེ་འདྲའི་དཔེ་དེབ་དུ་སོང་ན་མཇལ་ཡས་འདུག། ཨ་ནི་ཁོ་ཚོ་གི་གློག་ཞུ་བྱས་ནས་བློ་མཐའ་ཕྱིན་འོན་ཏེ། ཨ་ནི་ཆེ་སྟེ། སོ་སོ་གི་སེམས་ནང་གི་རྟེན་ལ་ཆེ་རྟེན་རེ་རེ་གཞི་ནས་དེ་འདྲ་ཡོད་རེད་ཟེར་ནས་ད་ལྟ་ཆེ་རྟེན་ཆུང་ཆུང་ཆུང་ཆུང་དེ་འདྲའི་བརྒྱ་ཕྲག་དེ་འདྲ་འགྱེལ་འདོད་ལོ་རྒྱུས་དེ་ཚོ་རེད་ཟེར་མ་ཐུབ་དེ་ནས་དེ་ལ་སངས་རྒྱས་ཀྱི་བཀའ་ལ་ཡོད་པ་དང་སངས་རྒྱས་གྲྭ་པ་དེ་ཚོ་ཕྱི་ཚད་རྒྱ་བཟའ་དང་མདོ་དཔོན་གཙུག་ལག་སྐུ་ཆེན་པོ་ཡོད་པ་གཙུག་ལག་སྐུ་སྒོ་དང་སོགས་ཡོད་ན་ཡོད་པའི་དོན་འགྲེལ་པ་ནོ་རེད་བྱ། ཅེས་སངས་རྒྱས་ཀྱི་བཀའ་དཔེ་རྩ་དཔེ་མི་སྲིད་ཡག་པོ་དེ་འདྲ་བྲིས་ནས་འགྱེལ་འདུག། དེ་བཞིན་ཡང་ས་གནས་དེའི་ཉེ་འགྲམ་ལ་ལི་ཀི་རི་རོ་ན་སྔ་མོ་ནས་གཙུག་ལག་ཁང་ཆེན་མོ་གསར་བཞེངས་གནང་སྟེ་དེའི་ནང་སློབ་དཔོན་མཆོག་གིས་གླང་པོའི་སློབ་མ་རྣམས་ཚད་མ་རིག་པའི་ཐོག་སློབ་གཉེར་གནང་ས་བཞིན་པར་གྲགས་པ་ལས་གོང་ཞུས་ས་གནས་ཁག་དང་གཅིག་མཚུངས་ཀྱི་ལྷ་སྐུ་རྟེན་གསུམ་དང། གཙུག་ལག་ཁང་ཉམས་ཆག་གིས་ཞིག་འགྲོ་ཙམ་ལས་བྱེད་རྒྱུ་མེད་པའི་འགྲེལ་བརྗོད་གནང་བྱུང་ལ། གོང་ཞུས་ནང་པའི་གནས་ས་ཁག་གི་གཡས་གཡོན་གྲོང་གསེབ་ཁག་ཏུ་ཕ་མེས་ནི་ཡིན་པས། རྒྱ་གར་ནང་པར་ཁྱོན་བདུན་སྟོང་བརྒལ་བ་ཞིག་ཡོད་པ་རྣམས་ནི་ཨོ་རི་ས་དུས་འདུལ་རབ་བརྟན་གླིང་དགོན་པའི་བླ་མ་བསོད་ནམས་བཀྲ་ཤིས་ལགས་དང་འབྲེལ་བ་ཡོད་པའི་ཆ་ནས་ཁོང་རྣམ་པར་ཕེབས་བསུའི་སྣེ་ལེན་ཞུས་ཤིང། ཁོང་རྣམ་པས་ཤེས་རབ་སྙིང་པོ་གསུང་འདོན་གནང་བ་དང་འབྲེལ་ནང་ཆོས་ངོ་སྤྲོད་ཞུ་རྒྱུའི་ལས་རིམ་བཀོད་སྒྲིག་གནང་ཡོད་པ་མ་ཟད། ད་དུང་ཁོང་རྣམ་པ་ཕ་མེས་ནས་ནང་པ་ཡིན་དུས་ནང་ཆོས་སྤྱི་དང་ལྷག་པར་དུ་བོད་ཀྱི་ནང་ཆོས་ཐོག

དཀར་མཚོ་ཆེན་པོ་བྱས་ནས་མ་འོངས་པ་ཡིན་ནའང་ད་ཁོ་ཚོ་ལ། ཅེས། ནང་ཆེས་འདི་འདྲའི་བླ་གཉན་ཡོད་ངན་པ་དང་དགའ་གུ་འདུག་ལང་སྟེ་བྱས་ཉེས་མེད་ནས་ཁོ་ཚོ་ད་ལྟ་བར་དང་ཕྱིས་ཡོང་ཐག་པ་ཅིག་བྱས་ཐོག་མར་སེང་སོང་ནས་འོ་དེ་འདྲ་ཡོད་ཀྱི་ད་མ་འོངས་པ་ལ། ནང་ཆེས་དེ་འདྲའི་བླ་གཉན་དགའ་གུ་འདུག་ཟེར་ནས་རེ་བ་ཆེན་པོ་རྒྱག་གི་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར། རྗེ་ནོར་གོང་ས་སྐྱབས་མགོན་ཆུང་མཆོག་ས་གནས་དེར་ཕེབས་ནས་ཁུལ་དེའི་རྒྱ་གར་ནང་པ་ཉམ་ཐག་ཚོར། འཚོ་བའི་རྟེན་གཞི་ཧིན་སྒོར་ཉིས་ཁྲི་གནང་བ་དེ་ས་བོན་ལྟ་བུ་བྱས་ཏེ། ད་ལྟའི་ཆར་ཁོང་རྣམ་པས་རས་ཀྱི་བཟོ་གྲྭ་བཙུགས་ཏེ་ཚོང་གང་ལེགས་བྱུང་ཞེས་པའི་འགྲེལ་བརྗོད་གནང་བྱུང། ཤ་ཏི་ཡི་མ་སྟོང་ཕྲག་འདི་ཡ་མི་དེ་ལ་ཤིང་ལོ་ཁོ་ས་ཤ་འགས་ཆེན་པོ་བྱུག་ཤིང་ལོ་སྤྱི་འཐུས་དགུ་བརྒྱ་བདུན་བརྒྱ་དེ་སུས་ལོ་ལ་ཕེབས་འདུག་ཕེབས་ཡོད་པ་ཁོ་ཚོ་ཚགས་པར་དུ་བརྙན་དུ་ཚང་མ་བལྟས་འདུག་དེས་བཀའ་དེ་དེ་ཕེབས་དུས་བཀའ་འདིའི་གིས་ད་ཁོ་ཚོ་ལ་བལྟས། གཟི་ཐུགས་ཆེན་པོའི་གི་ཐོག་ནས་ཁོ་ཚོ་ལ་མཚོ་ཡིག་གི་སྟེང་སྨྱོ་འདྲའི་རྩོད་ཡ་དང་དེ་འདྲའི་ཞིག་གི་ལང་སྟེགས་གནང་ནས། རྒྱ་གར་སྒོར་མོ་སྟོང་ཕྲག་ཉེར་བཞི་ཅིག་གནང་བྱ། སྟོང་ཕྲག་ཉེར་བཞི་དེ་གནང་ནས་བཀའ་དེ་དེ་ཆེན་པོ་ཡིན་ས་རེད་དེ་ནས། དེའི་གི་ཐུ་མེད་ཤངས་ཆོས་ཀུན་འདི་གི་དེ་ཞི་ལྷག་དང་ཐུགས་རྗེ་གི་དབང་གིས་ཁོ་ཚོ་གི་དེ་འཚོ་བ་དེ། དེའི་གི་གཞི་རྩ་བཞག་ནས་དེ་ནས་ཚོང་རྒྱག་བ་དང་རིག་ཆགས་གི་ཚོགས་འཁོར་བཟོ་བ་དང་དེ་ནས། ཡིན་མོ་སོ་སོ་གི་རིག་ཆགས་བཏགས་ནས་དེ་ནས་ཁོ་ཚོ་ལ་ཐག་ནས། རིག་ཆགས་གི་ཚོགས་འཁོར་བཙལ་བ་དང་མཛོ་ལེ་ས་ཕྱོགས་གང་ན་ཡིན་ན་ཡང་ཅིག་ཚོང་གི་ཐུགས་ལ་དགའ་བ་ཡོད་ན་བཏོན་ནས་ད་ལྟ་མཚོ་ཡིག་ནས་དང་བོད་མི་སེར་ཡག་པོ་ཅིག་བྱ་ཞག། དེ་མིན་རྒན་བྱམས་པ་མཚན་ལགས་ཀྱིས་མུ་མཐུད་སུན་ཡེ་ལགས་གོང་ཞུས་གནང་པའི་གནས་ས་ཁག་ཏུ། ནང་ཆོས་དར་ཡས་དེ་ནི་དུས་རབས་ལྔ་པའི་སྐབས་ནས་དར་ཁུག་བཙུགས་ཏེ། དུས་རབས་བཅུ་གསུམ་བར་དར་ཞེས་བརྒྱབ་པ་བྱུང་ཡོད་ཀྱང། དེ་རྗེས་ནང་ཆོས་ཉམས་ཆག་བྱུང་འགོ་བཙུགས་ཏེ་དུས་རབས་བཅུ་དྲུག་བར་ཉམས་ཆག་ཤུགས་ཆེ་ཕྱིན་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། ད་དུང་ས་གནས་མི་མང་ཚོས་ཤེས་ཡས་བྱས་ན་དེ་སྔའི་ས་གནས་དེ་དག་ཏུ་གནས་མཇལ་དང་ཡུལ་སྐོར་སྤྲོ་འཆམ་པ་ཡོད་མཁན། མགོན་པོ་ཡིན་ཀྱང་འདས་པའི་ལོ་ཤས་ནས་བཟུང་མི་མང་མི་ཉུང་ཞིག་ནད་མཇལ་དང་དཀྲོག་འཇམ་ཡོང་གིན་ཡོད་པ་མ་ཟད། ད་དུང་གནས་ས་དེ་དག་ཏུ་དོ་སྣང་ཞིབ་འཇུག་བྱེད་མཁན་མི་ཉུང་བ་ཞིག་བྱུང་ཞུས་ཀྱང། བོད་པ་ས་ཁུལ་དེར་གནས་མཇལ་ཡོང་མཁན་ཉུང་ཉུང་བཞིན་པའི་འགྲེལ་བརྗོད་གནང་གི་ཡོད་པ་རེད་འདུག་ཀྱང་ལྷོ་ཕྱོགས་ནས་ཨེ་ཤ་ར་བ་རླུང་འཕྲིན་གྱི་གསར་འགོད་པ་པད་མོ་ཀྲུའུ་པིན།